སྤྱི་ཟླ་བཅུ་པའི་ཚེས་སུམ་ཅུ་སོ་གཅིག་ནས་སྤྱི་ཟླ་བཅུ་གཅིག་པའི་ཚེས་བཅུ་གཉིས་བར་མཉམ་འབྲེལ་རྒྱལ་ཚོགས་ཀྱི་གནམ་གཤིས་འགྱུར་ལྡོག་དང་འབྲེལ་བའི་ཚོགས་ཆེན་ཐེངས་ཉི་ཤུ་རྩ་དྲུག་པའམ Cop twenty six ཞེས་པ་དེ Scotland གྱི་གྲོང་ཁྱེར Glasgow དུ་འཚོགས་གཏན་འཁེལ་ཡོད་པ་ལྟར། དེ་རིང་ཚོགས་འདུ་དེའི་སྔ་སྣུར་དུ་བོད་མིའི་མགོན་སྐྱབས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས། བརྙན་ལམ་བརྒྱུད་མ་འོངས་པ་ང་ཚོའི་ལག་པར་ཡོད་པ་དེ་དྲན་སྐུལ་གྱི་གསུང་འཕྲིན་ཞིག་བསྩལ་གནང་མཛད་སོང། But future still in our hand། གསུང་འཕྲིན་འདིའི་ནང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་ད་ལྟའི་གནས་སྐབས་སུ་གོ་ལའི་ཚ་དྲོད་འཕེལ་བའི་རྫ་བྲག་གི་གནས་ཚུལ་དེར་ང་ཚོས་དོ་སྣང་མང་ཙམ་བྱེད་དགོས་པ་དང་དུས་ཚོད་ནི་འདི་མུར་གནས་ཐབས་མེད་དུས་ང་ཚོ་ཡང་རང་བཞིན་དེ་དང་ལྷན་དུ་སྐྱོད་ཀྱི་ཡོད་དུས་འདས་ཟིན་པའི་གནས་སྟངས་གལ་ཆེ་ཡིན་ཀྱང་འགྱུར་བ་བཏང་ཐབས་མེད་པ་དང་ང་ཚོས་འདས་ཟིན་པའི་གནས་སྟངས་ལས་བློ་ཁས་ལེན་ཏེ་མ་འོངས་པ་བརྗེ་བསྒྱུར་ང་ཚོའི་ལག་པར་ཡོད་སྟབས། ང་ཚོའི་ཀུན་སྤྱོད་ལ་འགྱུར་བ་བཏང་ནས་ཨོ་ཛོན་མཁའ་རླུང་ལ་ཉམས་ཆག་གཏོང་ཤུགས་ཆུང་དུ་གཏོང་དགོས་པ་དང། བག་མེད་ལོངས་སྤྱོད་བྱ་རྒྱུ་མཚམས་འཇོག་དགོས་པ། སོ་སོའི་བྱ་སྤྱོད་ལ་དྲན་ཤེས་ཀྱི་བྱ་ར་བྱས་ནས

རྒྱ་གར་གྱི་ཆུ་བོ་གང་གཱ་དང་ཡར་ཀླུང་གཙང་པོ་རྒྱ་ནག་ཏུ་བཞུར་བཞིན་པའི་རྨ་ཆུ། ཝེར་ནམ་དུ་རྒྱལ་མོ་རྔུལ་ཆུ་བཅས་རྒྱུག་ཆུ་ཆེ་ཁག་ཚང་མའི་འབྱུང་ཁུངས་ཡིན་སྟབས། ང་ཚོས་བོད་ཀྱི་ཁོར་ཡུལ་སྲུང་སྐྱབས་ཆེད་དུ་དོ་སྣང་ཆེ་ཙམ་བྱེད་དགོས་པ་འདི་ནི་བོད་མི་ས་ཡ་དྲུག་ནས་བདུན་བར་ཡོད་པ་དེ་དག་རྐྱང་པའི་དོན་དུ་མ་ཡིན་པར་ཨེ་ཤི་ཡའི་ས་ཁུལ་དེ་དག་གི་མི་ཡོངས་རྫོགས་ཀྱི་ཆེད་དུ་ཡིན་པ་དེ་ཡང་དྲན་སྐུལ་གནང་འདུག།

རྒྱ་ནག་གི་ཁོར་ཡུག་སྲུང་སྐྱབས་བྱ་ཕྱོགས་ཐད་ཕྱི་གསལ་ནང་གསལ་མེད་པ་དེ་ཐེར་འདོན་དང་སྦྲགས། གལ་སྲིད་རྒྱ་ནག་གིས་འཛམ་གླིང་ཁོར་ཡུག་སྲུང་སྐྱབས་ཀྱི་ལས་དོན་སྣེ་ཁྲིད་རྒྱུར་འདུན་པ་ཡོད་པ་བཞིན་དངོས་ཡོད་གནང་འདོད་ཡོད་ཚེ་བོད་ཀྱིས་གཙོས་པའི་ཡུ་གུར་དང། ནང་སོག་ལ་སོགས་པའི་ས་ཁུལ་ཁག་གི་ཁོར་ཡུག་སྲུང་སྐྱབས་གནང་ཕྱོགས་ཐད་ཕྱི་གསལ་ནང་གསལ་དགོས་རྒྱུ་ནི་གནད་འགག་ཡིན་སྐོར་གསལ་སྟོན་གནང་འདུག་བཞུགས་སྒར་རྡ་རམ་ས་ལ་ནས་ཨ་རི་རླུང་འཕྲིན་ཁང་གི་གསར་འགོད་པ་བསྟན་འཛིན་བཟང་མོ་ཡིས།